ཤིའི་ལ་ནི་སྤང་རི་མ་ནི་མེ་དགའ། ཁྱོད་དགའ་བུ་དགའ་མོ་ནི་ངུ་ལི་སོགས་ང་ཅོ་ཅོ་ཡིན་པས་མཇུག་ལ་ཡང་ངུ་མི་ཟེར་ཞིང་མེ་དགའ། དགའ་བུ་དགའ་མོ་གི་ནི་ཁྱི་ཆ་མཇུག་ལ་སོགས་མཇུག་བ་ང་ངུ་ལ་ཆ་གན་ཟིན་ཏོ་ཟེར་སང་མེ་དགའ། ཞེས་པ་སྔ་མས་སོ་སོའི་ལས་ཀྱིས་འཕངས་པའི་ཚེ་གཞིག་པ་ཁོ་ཚར་སོང་ན། རང་བྱོན་གྱིས་ནི་ཕྱག་བྱང་མོ་ནི་ཀུན་དའི་སྲས། འདས་རྗེས་རེ་བ་དབྱིབས་ཐུགས་ཀྱི་མེད་དགག། འོད་ལྡན་བཟང་པོའི་རྟགས་ཕྱག་རྒྱ་ལ་ནི། རྟགས་ཧང་བསམ་བློ་བཏང་བྱས་ནས་ཅི་ཁུར་དེ་བྱ་བྱེད་འདུག་ནང་ལ་ཡོད་དགོས་ནས་བྱ་གླ་པོ་ཚང་མ་ཁུར་དེ་བྱ་བྱེད་འདུག་བས་མི་འདུག་མེད་པ་ཐག་ཆོད་ཚར་སོང། ཨཱ་ཡ་གནོད་ཀུན་ས་སྐྱེས་པོ་ཚང་མ་ཁུར་བྱ་བྱེད་འདུག་མེད་པ་ཐག་ཆོད་ཚར་སོང། ད་ཁྲར་ཕྲུ་གུ་རེ་སྐྱིད་སྟོང་རེ་གོ་ཚའོ་ཚ་མོ་རེ་ལྟོ་ཚང་མ་ཁྲིད་དེ་བྱ་བྱེད་མེད་པ་ཐག་ཆོད་ཚར་སོང་དེ་ཚང་མས་ཐག་ཆོད་དགག། ད་དེ་ནས་རེ་བ་བརྒྱབ་སྟེ་ཀྱང་རེ་བ་ཀྱང་དུས་རྒྱུན་སོ་སོ་དང་མཉམ་པོ་ཡོད་དགོས་གཟུགས་ཕོ་གཞི་ཁོག་ཨ་ད་གཡུག་མཉམ་པོ་ཁུར་དེ་ཆེ་ཡང་བསམ་ན་དུ་བའང་མེད་ག་ཡ། དུ་བའང་འཕངས་དོ་རུམ་གང་ལ་ཤར་བྱེད་ནོ། བཟང་པོ་བསགས་ན་ཐ་མ་སོ་སོ་བྱ་བྱེད་ནོ་བྱ་བཟའ་ནས་ཁུར་བྱེད་དེ་ལ་གཉིས་མེད་ནི་མེད་ག་སྡིག་པ་དང་དགེ་བ་གཉིས། སྡིག་པ་དང་དགེ་བ་གཉིས་ཁུར་དགོས་ནོ་དང་དུ་མོ་བས་ཟ་སེམས་མེད་ག་སྡིག་པ་དེ་མོ་བས་ང་དགེ་བ་དུ་བས་ཟས་ཁུར་བྱ་བྱེད་དེ་འདམ་ག་བྱོ་ས་མེད་ནི་མེད་ག་ཁོ་གཉིས་ཀ་མཉམ་པོ་སེམས་ཀྱི་སྟེང་དུ་སྡིག་པའི་བག་ཆགས་ཡང་པོར་ཚར་ཧ། དགེ་བའི་བག་ཆགས་ཡང་པོར་ཚར་ཧ། ད་དེ་བསྡུར་བྱས་དྲང་སོ་སོ་ད། སྡིག་པ་དེ་མང་བྱོས་འདུག་དགེ་བ་དེ་མང་བྱོས་འདུག་འོ་དེ་གཉིས་ད། གཅིག་ནི་ནོ་ཤ་ལེན་ནོ་གཅིག་ནི་ཕར་མདོག་བཏང་གིན་འདུག་ནོ། ཕར་མདོག་བཏང་གིན་འདུག་མང་རེ་ཡོད་ནི་ནི་ད་ཁྱབ་སངས་ནོ། ཕར་མདོག་བཏང་གིན་མེད་བ་ཅན། ནོ་ཤ་ལེན་སྡིག་པ་མང་ཡོད་ནི་ནི་ད་དེ་ག་ནོ་དེ་ཚར་ཚར་དེ་ཉིན་མོ་ཁྱོད་ལ་ཅི་དགའ་མི་དགའ།

མཁྱེན་སོང། འཇོ་ལ་དཀར་པོ་ཟེར་ན་དགེ་བ། འཇོ་ལ་ནག་པོ་ཟེར་ན་སྡིག་པ། འོ་དོད་གཉིས་འཁོར་བྱ་ཅི་ནོ་ད། དེ་ཨ་རུ་སོང་ད་གཤིན་རྗེ་ཆོས་རྒྱལ་ལ་སྲིད་བཀྲ་ཅི་ནོ་ཏོ་གཉིས་ཀ་ང་ནི་གཡུ་སྙན་ཧ་ཡོད་ད་ཅི་བྱོ་བྱོ་ག་རེ། ཁ་བ་བྱོ་བྱོ་ཟེར་ན། དེ་ད་འཇོ་ལ་ནག་པོ་མདའ་གང་འདོན་ནི་དེ་ད་མི་ག་དེ་འཚ་ཚ་ར། དཀར་པོ་དེ་ཕལ་གྱི་སྟོང་པའི་མི་ནི་མེད་ནི་ཅི་ཁྱོད་དཀར་པོ་སྟོང་པ་སྟོང་རྐྱང་ལ་ཁུར་ཅི་བྱོ་འདི་ད་མི་ཟེར་བྱོ་ཁྱོད།